ད་ཚར་རིང་ཡང་གནའ་བོ་ཚོ་རེ་ངས་བརྙན་ཐུང་ཅིག་ཕུལ་དགོས་བསམ་སོང། ཨ་ནི་བརྙན་ཐུང་དེའི་བརྗོད་གཞི་ག་རེ་སྐོར་ལ་ཡིན་པ་དེ་ཕལ་ཆེར་གནའ་བོ་ཚོ་གིས་ད་ངེད་ཀྱི་ཐམ་ནིལ་གཟིགས་བྱས་ནས་ཨ་ནི་མཁྱེན་ཚར་ཡོད་ཀྱི་རེད། ཡིན་ན་ཡང་ད་ད་ལན་ངེད་ཀྱི་བརྙན་ཐུང་དེ་མ་བཞུས་སྔོན་ལ་ཡ། ཨ་ནི་ང་རང་ཚོ་ལ་ཡ་བོད་མི་སྤྱི་ལ་ཡ་ད། ད་ལན་ཡིད་སྐྱོ་བའི་གནས་ཚུལ་ཅིག་བྱུང་ཡོད་རེད། ཨ་ནི་དངོས་གནས་དེ་ང་རང་ཚོ་ད། བོད་མི་ཡོད་དོ་ཅོག་ལ་ཨེ་ནི་དངོས་གནས་གསུམ་བློ་ཕམ་པའི་གནས་ཚུལ་ཅིག་རེད་བསམ་དགོས་འདུག་སྟབས་བདེའི་རྣམ་པ་ཚོ་མང་པོ་ཅིག་ཁྱེད་མགུ་བ་རེད་ཕལ་ཆེན་ད་ལྟ་ང་རང་ཚོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ། དགུང་གྲངས་བཅུ་བཞི་པ་ཆེན་པོའི་མཆོག་གི་ཨེ་ནི་སྐུ་ཡི་གཅེན་པོ། བཀའ་བློན་ཁྲི་ཟུར་རྒྱལ་ལོ་དོན་གྲུབ་མཆོག་ཨེ་ནི། ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་བ་གཉིས་པའི་གི་ཚེས་བརྒྱད་ཉིན་ག་ནི། དགུང་ལོ་དགུ་བཅུ་གོ་བདུན་ལ། ནི་གོང་པ་འདུག། ཛོ་ན་ནང་ཤ། སོང་ཙང་ད་ལྟ་ང་རང་ཚོ་ད་ལྟ་བོད་མི་སྤྱི་ཡོངས་ལ་དངོས་གནས་བློ་ཕམ་པའི་གནས་ཚུལ་དེ་རེད། ནི། སྐུ་ངོ། ཁྲི་ཟུར་རྒྱ་ལོ་དོན་གྲུབ་མཆོག་ཡིན་ན་ད་ང་རང་ཚོ། བོད་མི་ས་ཡ་དྲུག་ལས་ནི་དངོས་གནས་ཅིག། ཧང་སངས་ཀྱི་མཛད་པ་རླབས་ཆེན་པོ་མཛད་ངེས། ཨ་ནི་ཅིག། ཁོང་གིས་དཔེ་བྱེད་ཅེས་ད། བརྗོད་དུ་མེད་པ་དེ་འདྲའི་ད་བཞག་ཡོད་རེད། ཨ་ནི་དེའི་རྣམ་པ་ཚོ་ད་དམིགས་བསལ་གྱིས་ཅིག། མ་ཞུ་མོ་གོ་བས་ཆེ། ཨ་ནི། ནང་དོན་གཙོ་བོ་ད་ཁོང་གིས་ག་རེ་གསུང་དགོས་ར་ལབ་པ་ཡིན་ན། ང་རང་ཚོ་ཨ་ནི་ལོ་ཆུང་བ་དེ་ཚོ་དམིགས་བསལ་གྱིས། ད་ཅིག་ང་རང་ཚོ་བོད་དོན་ཐོག་ལས་ཨ་ནི་ཅིག། ང་རང་ཚོ། བོད་ཀྱི་ཆོས་དང་རིག་གཞུང། རྒྱལ་རབས། དེ་ཚོ་དཔྱིས་ཕྱིན་པ་ཡག་པོ་ཅིག་མཁྱེན་དགོས་ཏེ། དཔེ་གལ་ཆེན་པོ་རེད། དེ་མཁྱེན་བའི་ཐོག་ལ་ཡ་ནི་གཅིག་ང་རང་ཚོ་རྒྱལ་སྤྱིའི་སྡིངས་ཆ་ཐོག་ལ་ཡ་ནི་གཅིག། འཛམ་བུ་གླིང་ལ་ཡ་ང་རང་ཚོ་གི་ཡ་ནི་གཅིག་སོ་སོ་བོད་དོན་ཐོག་ལ་དྲིལ་བསྒྲགས་བྱས་ན། ལྷག་པར་དུ་ནི་བོད་དོན་གི་གནས་ཚུལ་དེ་རྒྱལ་སྤྱིའི་སྡིངས་ཆ་ཐོག་ལ་ཡ་ནི་གཅིག་མ་འདུག་ཤེས་ཐུ་ཡ་དང་མི་མང་ལ་ཡ་གོ་རྟོགས་སྤེལ་ཐུ་ཡ་དང་དེ་ཚོ་ཧང་སང་ཡ་གལ་ཆེན་པོ་རེད་ལ་རེད་དེ་གོང་གི་ནི་ཡང་ནས་ཡང་དུ་གསུངས་ཡོད་རེད་ཨ་འདི་ང་རང་ཚོ་ཅིག་ལྷག་པར་དུ་གཞོན་སྐྱེས་ཚོ་ནི་ཡིན་གཅིག་མིན་གཅིག་ཐུགས་ལ་བཞག་དགོས་ཡི་གི་གནས་ཚུལ་ཆགས་བསྡད་ཡོད་རེད་འདི་གཅིག་ཞུ་དགོས་བསམ་སོང་ཨ་ནི་གཤམ་དེ་ལ་ད་ལྟ་ངའི་ཉེ་ཆར་ད་ལྟ་ཀ་གླིང་སྤུངས་ལ་ཡ་ནི་དགུང་རྒྱལ་དོན་གྲུབ་ཀྱི་ད་ལྟ་ཕུང་པོ་དེ་ཡང་དུ་འདུག་སུ་ཡ། ཨ་ནི། མི་མཆོད་བཏང་ཡས་ཀྱི་ད་ད་བརྙན་ཐུང་གཅིག་ང་རང་འདི་རག་སོང་འདི་ངའི་རྣམ་པ་ཚོ་ལ་འདུག་སུ་ད། ཁྱུག་ཙག་ཅིག་གཤམ་ལ་ཕུལ་གྱི་ཡིན་ཨ་འདིར་རྣམ་པ་ཚོ་ཁྱུག་སིད་ད་རེད་བ།

དེ་གཅིག་བྱས། ཨ་ནི། ད་ཨ་དམིགས་བསལ་ངེད་ཀྱི་ད་རིང་གི་བརྙན་ཐུང་དེ་རྣམ་པ་ཚོ་ལ་ག་རེ་ཞུ་དགོས་བསམ་སླ་བ་ཡིན་ན། ད་ཨ་རྣམ་པ་ཚོ་མང་པོ་ཅིག་མཁྱེན་དགོས་རེད་ངེད་ཀྱི་ད་ལྟ་ཉེ་བྱ། བསྟན་འཛིན་ཉི་འབུམ་སྐོར་ལ་ཡང་ངེད་ཀྱི་ད་ལྟ་ཧ་ལམ་བརྙན་ཐུང་ཁག་ཁ་ཤས་ཅིག་ངེད་བཟོས་རེད། ཨ་དེ་ལ་ཡང་མི་མང་ཚོ་མང་པོ་ཅིག་གིས་དངོས་གནས་རྒྱབ་སྐྱོར་གནང་ཡ་ཡིན་ན་རེད་ད། ཅིག་མཆན་བསྐྱོད་ཡ་ཡིན་ན་རེད་རྣམ་པ་ཚོ་མང་པོ་གིས་ཅིག་རྒྱབ་སྐྱོར་གི་རྣམ་པ་ཤུགས་ཆེན་པོ་ཅིག་སྟོན་ཤར་བ། ཨ་དེ་ལ་ཡང་ཐུགས་རྗེ་ལན་ཞུ་ཡ་ཡིན། དངོས་གནས་ད་ཅིག་ཁོ་རང་ལ་དྲང་པོ་བྱུང་མེད་པ་དེ་འཛམ་བུ་གླིང་གིས་ད་མཐོང་གོ་རེད་ང་རང་ཚོ་བོད་བོད་མི་ཆོ་ད་ག་ག་བ་ལ་ཞུ་ཡོད་ན་ཚང་མས་གི་འདུག་མཐོང་བསྡད་ཡོད་རེད་ད། འདི་ནང་ལ་བརྒྱ་ཆ་དགུ་བཅུ་ལྷག་གི་དཔེད་ཁོ་རང། ཁོ་རང་ལ་ཡང་རྒྱབ་སྐྱོ་རྩེ་གཅིག་ཏུ་འདུག་ཡིན་ན་ཡང་ད་བརྒྱ་ཆ་ལྔ་ཟི་འདུག་དེ་ཁོ་ནང་ཚོ་གི་ཡང་དེ་ཟེར་དེ་ལ་འདོད་བློ་མ་ཁང་བ་ད་ཨ་ནི་ཅིག་དེ་ལ་ཡང་ཅིག་གི་མཆན་ཡིན་ན་ཅིག་གི་ཅེས་ཀྱི་མ་བརྡོལ་བའི་རྣམ་པ་དག་དེ་འདྲས་ཀྱི། མང་པོ་ཅིག་སྐྱོན་བཞག་ད་ངས་ད་ལན་དམིགས་བསལ་བརྙན་ཐུང་བཟོ་དགོས་ཨེ་འདི། སྤྱི་བཏང་ད་ང་འདོད་བློ་མ་ཁང་བའི་མཆན་དེ་ཚོ་བློ་བ་བྱས་ནས་གསལ་བཤད་བྱེད་དགོས་ད་ཡོད་མ་རེད་ཡིན་ན་ཡང་ད་གནས་ཚུལ་མང་པོ་ཅིག་ཡང་འདི་ནང་ལོགས་ལ་མ་ཁེངས་དེ་འདྲས་འདུག་འདི་ཚོ་ཡང་ཅིག་གསལ་བཤད་ཞུས་བཞག་ན་ཡང་ཕ་ཆུང་ངོ་ཅིག་གིས་ཡང་གསལ་བོ་ཆགས་ཀྱི་རེད་བསམ་བྱས་ནས་ད་ལན་ངས་དམིགས་བསལ་གྱིས་འདི་བརྙན་ཐུང་འདི་བཟོས་ཡིན་ལ་ནི་ཞུས་ཡིན་ཨ་ནི་སོང་ཙང། ད་འདི་ནང་ལ་རྣམ་པ་ཚོ་ག་རེ་ཞུ་དགོས་འདུག་ལ་ན་ད་འདི་ནང་ལ་ད་ད་ད་ང་ཚོ་དབྱིན་ཇི་ནས་ཞུས་པ་ཡིན་ན Negative Comments ལབ་ཡོད་འདུག་དེ་འདྲ་ཁ་ཤས་ཤིག་འདུག་རོགས་ཡིན་ན་འདི་བརྒྱ་ཆ་དཔེ་ཉུང་ཉུང་རེད་བཤད་བརྒྱ་ཆ་ལྔ་ཙམ་མ་གཏོགས་མི་འདུག་འདི་ནང་ནས་ཡང་གནས་ཚུལ་ཁ་ཤས་ཅིག་ཧ་མ་གོ་ངེས་དེ་འདྲ་རེད་བཤད་དེ་ཚོ་ཡང་མ་གསལ་བཤད་བྱེད་བྱས་ན་ཨ་ནི་རྣམ་པ་ཚོ་ཡང་དེ་སེ Comment བྲིས་ངེས་དེ་ཚོ་ཡིན་ན་གསལ་བོ་ཆགས་ཀྱི་རེད་བསམ་བྱས་ན་ངས་འདི་ཞུ་དགོས་བསམ་སོང། ད་འདི་ནང་ལ་ངེད་ཀྱི

ད་སྦྲགས་མ་ནི་སུ་གཅིག་གིས་བྱེད་དགོས་མ་རེད་འཛམ་བུ་གླིང་སྟག་དེ་རུ་སྦྲགས་མ་བྱེད་དགོས་བའི་རྒྱུ་མཚན་ཡོད་མ་རེད་ད་ལྟ་བསྟན་འཛིན་ཉི་འབུམ་ཁོ་རང་ལ་ཡ་དྲང་བདེན་དགོས་འདུག་ཨ་ནི། ཁོ་རང་དྲང་པོ་བྱེད་མ་སོང་ལ་ནི་གསུང་དགོས་རེད་ཨ་ནི་ཁྱེད་རང་གེ་སེ་ངེད་ཀྱི་བརྙན་ཐུང་གཟིགས་ཀྱི་ཡོད་པ་ཡིན་ན་ཨེ་ང་རང་གིས་ད་ལྟ་བོ་བསྟན་འཛིན་ཉི་འབུམ་གྱི་བརྙན་ཐུང་བཟོས་དགོས་དེ་གི་ཨེ་ནི། འོ་ལ་ཡ། མཆན་སྐྱོན་ངན་ཚང་མ་གཅིག་ཁྱེད་རང་ཚོ་གི་གཅིག་ལྟ་ད་རུ་བ་དེའི་ནང་ལོགས་ལ་ཡ་ནི་གཅིག་གི་དྲག་བདེན། Good རེད་ལ་ངས་ཁྱེད་རང་མ་གཏོགས་ཧ་ལམ་ད་ད་ལྟ་བར་དུ Comment Section། མཆན་བསྐྱོན་ཡས་ཀྱི་སྡེ་ཚན་ནང་ལོག་ལི་ཡ། ཅིག་གི། ཧ་ལམ་མཆན། ཉིས་བརྒྱ་སུམ་བརྒྱ། དེ་འདྲ་འདུག་དེའི་ནང་ལོག་ནས་དྲག་བདེན་ཡག་པོ་འདུག་ལ་ཡས་དེ་ཕེ་ཆེན་ཁྱོད་རང་གི།

ད་དང་པོ་དེ་ག་རེ་ཞུས་ཡིན་ལབ་ན་ང Swiss པ་ཡིན་དེ་འདྲ་མེད་ང་བོད་རིགས་ཅིག་ཡིན་རེད་བ། བོད་པ་ཅིག་ཡིན་པའི་ཆ་ཆེ་ནི་ད་ལན་ཨ་ནི New York དང New Jersey གི་གནས་ཚུལ་དེ་སྐོར་ལ་ཡང་ང་རང་གི་འདུག་རྒན་ཅིག་ཁྱེད་ཀྱི་ནི་ཨ་ནི་དྲང་པོ་ལ་དྲང་བདེན་མི་འདུག་ལ་ནི་དེ་ལ་ཡ་རྒྱབ་སྐྱོར་མཚོན་བྱེད་དུ་ཡ་ལངས་ཡིན་ལ་ནི་ཞུས་ཡས་ཡིན་ཨ་ནི་དེ་ང་རང་ཚོ་ད་ང་རོ་ས་གནས Swiss གི་གནས Swiss ལ་ཡི་གནས་ཚུལ་དེ་འདྲས་ཅིག་ཆགས་བ་ཡིན་ན་རྟེན་འབྲེལ་དེ་ཐོག་ལ་ཡ་ནི་ང་རང་གི་ཅེ་གེ་ག་བ་དྲང་པོ་འདུག་ག་བ་ལ་དྲང་བདེན་དགོས་འདུག་དེ་འདྲའི་གནས་ཚུལ་གྱི་ཆ་བ་ཡིན་ན་ཏན་ཏན་ངས་འདིའི་ཐོག་ལ་ཡང་ཅིག་འགན་འཁྱེར་བྱས་ནས་བཤད་ཀྱིན་ཡིན་ལ་ནི་ཞུ་བས་ཡིན། དེ་ཅིག་ཞུ་བསམས་སོ། དེ་ནས། བསོད་ནམས་གངས་ཕྲུག་ལ་ཨེས་ཐུ three two nine three ཁོ་རང་གི address དེ། བསོད་ནམས་གངས་ཕྲུག་ཁྱེད་རང་ག་བྲིས་ཤ་ཁྱི་རྒན་རང་རེད། དགོས་པའི་ཁྱེད་རང་གི་དངུལ་དེ་ཡག་པོ་བྱོས་ས།

དངུལ་ལ་ཡ་དེ་ལ་ས་ད་ད་ད་ཞུ་དུས་ས་དུས་ལ་འཁྲི་ཤ་དུས་མ་རེ་ལ་ཡ་ཡིན། དེ་དངུལ་ལ་ཡ་དེ་ད་འོ་ང་ཞུ་དངུལ་ལ་དངུལ་ལ་ན་དངུལ་ལ་འོ་རེ་ལ་ཡིན། ད་ཁོ་རང་ག་ལ་ཡ་ཤ་ཁྱོད་རང་འཁྱེར་མཁན་རེད་ཤགས་ཨ་ནི་ཁྱོད་རང་གི་ཅིག་གི་བྱེད་དགོས་ཡ་དེ་སོ་སོ་དངུལ་ས་ཡ་གི་ལས་ཀ་དེ་དེ་ཡག་པོ་བྱེད་ནས་བྱིས་ལ་ཤ་དེ་འཛམ་བུ་གླིང་བྱིས་གོ་རེ་རོ་ཨ་ཁོ་རང་ལ་གར་ཞོན་ཡ་ལ་ན་སོ་ནམ་གང་དྲུག་ལ Swiss ལ་དང Europe ཁག་ལ་ཚང་མ་སོ་སོ་སོ་ལས་ཀ་བྱེད་ནས་བསྡད་ཡོད་རེད་དེ་བྱིས་གོ་རེ་ད་ང་ཚོའི་འདི་སྒང་ལ་ཡ་ད་རུང་ཅིག་ཨ་ནི་ཅིག་གི་ང་རང་ཚོ་བོད་པའི་གནས་ཚུལ་གོ་རྟོགས་སྤེལ་ཡས་དང་ཨ་ནི་ག་བ་བདེ་བ་ལ་བདེན་པ་ལ་རྒྱབ་སྐྱོར་ཞུ་དགོས་འདུག་ད་རུང་ང་ཚོ་འདི་སྒང་ལ་འགན་ཁྱད་བྱེད་ནས་ཨ་ནི་ད་རུང་ང་ཚོ་འདི་ག་ལ་ཨ་ནི་བརྙན་ཐུང་བཟོས་བྱས་ནས་འདུག་སྤྱི་ཚོགས་ལ་ཡ་ཅིག་ཞབས་འདེགས་ཀྱི་རྣམ་པ་ཆུན་ཆུ་ཆུན་ཆུན་ཅིག་ང་རང་ཚོ་ངོས་ནས་བྱེད་དགོས་བ་རེད་ཨ་ནི་དེ་ལ་རྣམ་པ་ཚོ་གིས་ཨ་ནི་ཐུགས་རྗེ་ཆེ་ལ་ཡ་མེད་བ་ལ་ཨ་ནི་ཅིག་ད་རུང་ཨ་ནི་འདུག་མཆན་དེ་འདྲ་བསྐྱོན་ན་ཡག་པོ་མ་རེད་ལ་ནི་ཞུ་ཡས་ཡིན་ཨ་ནི་ཁྱེད་རང

བཤད་ཀྱིན་ཡིན་ལ་ནི་ཞུ་ཡས་ཡིན། ཨ་ནི་གཉིས་པ་དེ་ཁོ་རང་ད་ལྟ་ནམ་རྒྱུན་ནི་ངེད་ཀྱི་འདི་བརྙན་ཐུང་ཕལ་ཆེན་གཟིགས་ཀྱི་ཡོད་ས་མ་རེད། ད་ལྟ་ཀུན་འདུས་ལ་མཚན་སྨད་ཞུ་བའི་སྐབས་དེ་འདྲའི་བྱུང་ཡོད་རེད་དེ་ལ་ངེད་ཀྱིས་ཤེས་མ་སོང་ལབ་ཡི་འདུག་ཨ་ནི་ཁྱེད་རང་དེ་གཟིགས་དར་བ། ད་ཉི་མ་ད་ལྟ་གངས་སེང་གིས་ད་ལྟ་ཀོང་ས་ཅོག་ལ་ཡང་མཚན་སྨད་ཅིག་ཞུས་ཡོད་རེད་འདི་ཐོག་ལ་ངས་བརྙན་ཐུང་བཟོས་ཡོད་འདི་ཐོག་ལ་ངས་བཤད་ཡོད་རྣམ་པ་ཚོ་ངེས་པར་དུ་དེ་གཟིགས་རོགས་གནང་ཨ་ལ་ནི་ཞུ་ཡས་ཡིན། དེ་ཅིག་ཞུ་བསམ་སོང།

སྐད་ཤོར་ཡོང་གི་འདུག་པས་ལ་ཤ་ཏཱ་དེའི་ཐད་ཀར་ད་ལྟ་ནི་འབུམ་ལ་ལག་གི་ཡོད་ས་རེད། ད་དེ་ཁྱེད་རང་ཡག་པོ་སེམས་ཡོད་ས་མ་རེད་དེའི་བརྙན་ཐུང་དེ། ཁོ་རང་གི་ལག་འོས་དེ་ད་ལྟ་སྤྱི་པའི་གི་འགན་ཅིག་ཁྱེར་ནས་ལག་གི་འོ་རེད་ཁོ་རང་སྒེར་ལ་ལས་ཀ་རག་གི་མི་འདུག་ད་ཨ་ནི་ང་དཀའ་ངལ་འཕྲད་སོང་དེ་ཞུ་གི་འོ་མ་རེད། ཁོ་རང་གི་སྤྱི་པའི་གི་འགན་ཅིག་ཁྱེར་ནས་ང་རང་ཚོ་སྤྱི་པའི་གི་ཚོགས་ཁང་དེ་ལ་ཨ་ནི་གྱོང་གུད་ཆེན་པོ་ཅིག་རག་གི་འདུག་ཨ་དེ་ལ་ཡ་ཅིག་འཐུས་ཤོར་ཆེན་པོ་ཞིག་འགྲོ་གི་འདུག་དེ་ལ་ཡ་མི་མ་ཁ་མི་སྒེར་པ་ཁ་ཤས་ཅིག་གིས་ཨ་ནི་སྒེར་བདག་བྱས་ནས་བསྡད་བཞག། ཨ་འདིའི་ཐོག་ལ་ང་རང་ཚོ་མིག་དམར་ཚང་མ་ནིའུ་ཡོག་དང་ནིའུ་ཇར་སི་མིག་དམར་ཚང་མ་གཉིད་བསད་གོ་འདུག་ལ་ནི་བོད་སྒྲ་དེ་གཙོ་བོ་འདི་རེད་ཨ་འདི་ཐོག་ལ་ད་ལྟ་ཁོ་རང་གི་ཡག་པོ་ཅིག་བཟི་ཡོད་ས་མ་རེད་ད་ལྟ Tibet Tibet nineteen fifty nine ལས་འདི་གི་ཨ་སོང་ཙང་ད་ལྟ་བརྙན་ཐུང་དེ་གའི་དེ་ཉིན་བོང་གི་བརྙན་ཐུང་དེ་གའི་དེ་མགོ་ནས་ཅིག་རྣམ་པ་ཚོ་བཟི་རོགས་གནང་ལ་ནི་ཞུ་ཡས་ཡིན་ད་ལྟ Tibet Tibet ཁོ་རང་ཨ་ནི་ཁྱེད་རང་ད་ལྟ་གནས་ཚུལ་ཅི་ཕྱིན་པ་ཅིག་ཇི་མ་ཇི་བཞིན་ཅིག་ཁྱོད་རང་ཡག་པོ་མཁྱེན་མི་འདུག་ལ་ནི་ཞུ་ཡས་ཡིན།

ང་རང་ངོས་ནས་ཁོ་རང་ཚོ་ལ་ཡ་ནི་ཅིག། སེམས་ཚོར་དྲག་པོའི་ངོས་ནས་འདི་ཉི་མ་དེ་ལ་ཡ་ནི་ཅིག་གཞན་དོན་དངོས་གནས་ཚ་ཚུར་པོ་ཆུ་ཚོད་གཅིག་ལྷག་བདུན་ཡིན་ལྷག་པར་དུ་ཡ་ནི་ཅིག། ཚེ་འདས་ཞོར་ངའི་འདི་ཚོ་ཆེད་དུ་ལ་ཡང་སྨོན་ལམ་འཇམ་པའི་སྨོན་ལམ་སྤྱོད་འཇུག་སྨོན་ལམ་བཟང་སྤྱོད་སྨོན་ལམ་དེ་ཚོ་ཆ་ཚང། ཕུན་སུམ་ཚོགས་པ་ཅན་ངའི་དོན་ཡིན་སྨོན་ལམ་མའི་རྒྱ་ཡིན་ལ་ནི་ཞུ་ཡས་ཡིན་དེ་ཡི་བརྙན་ཐུང་ཁྱེད་རང་གཟིགས་ཡས་ཡིན་ན་དེ་ངའི་ཟུར་ལ་ལིང་ཤག་གོ་དེ་ལ་གཟིགས་རོགས་གནང་ལ་ནི་ཞུ་ཡས་ཡིན། ཨ་ནི་ད་ལྟ་རྣམ་རྒྱལ

ཁ་ནག། ད་པི་ཏི་ལ་ན་སྤེན་པ་ཚེ་རིང་ལགས་ཡོད་ཟེར། ད་འདི་ཚོ་ཐོག་ལ་ངས་མཐའ་གཅིག་ཏུ་དགག་པ་ཡོད་ང་རང་འདྲ་བོ་ཡིན་ན་དར་ནག་ལ་ཡེ་དོན་ཚོ་ཧ་གོ་མེད་སུ་ཡིན་མེད། རེད་བ། ཨ་ནི་པར་ཏི་ཤོག་ཁག་འབྲི་མཁན་དང་རྣམ་པ་ཚོ་ཡིན་ན་ཚིག་འདི་ཚོ་བེད་སྤྱོད་མ་བཏང་ན་ཡག་པོ་རེད་བསམ་གི་འདུག་རེད་བ། ལས་ཐོག་ལ་སུ་འདུག་ང་རང་ཚོ་གིས་ང་རང་ཚོ་གིས། བཙན་བྱོལ་སྤྱི་ཚོགས་ནང་ལོ་ལེགས་ང་རང་ཚོ་ལས་ཐོག་ལ་ད་ལྟ་ང་རང་ཚོ་མགོ་ལ་བསྡད་ངེས་སུ་འདུག་དེ་ལ་ཡང་དངུལ་ནུས་སྲུང་མགོ་སྲུང་དགུ་པའི་ངོས་ནས་བརྩི་བཀུར་བྱས། ཕ་ཆོག་ངོ་གི། ཡག་ན་རེ་སྡུག་ན་རེ་ལོ་གསུམ་རེ་འགའ་ཁོ་རང་ཚོ་གི་ཞབས་ཁྲི་ཞུས་གོ་བར་ང་རང་ཚོ་བོད་མི་ས་ཡ་དྲུག་དོན་དག་ལ། བོད་མི་རྩ་དོན་དོན་དག་ལ་ཡག་ཕེབས་གོ་ཐུབ་ན་མ་ཕེབས་གོ། དེ་ལ་རྣམ་པ་ཚོ་ངོས་ནས་ངེས་པར་དུ་ཨེ་ནི་ཅིག་གི། ལུས་ངག་ཡིད་གསུམ་ངོས་ནས་བོད་དོན་གུས་བརྩི་དང། ཞུ་དགོས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་མེད་ན་ང་རང་ཚོ་སྤྱི་ཚོགས་དྲ་ལམ་ནང་རེ་བ་གཅིག་ལ། སྡུག་རེ་ཉིན་ཚེ་ཁྲིད་གཅིག་ལ་ཡག་པོ་ཁྲིད་འདི་བྱས་ནས་འདི་གས་ནི་ཕྱོགས་ལྷུང་བྱས་བྱས་ནས་དེ་རྙོག་དྲ་ཚང་མ་དེ་ནས་ལངས་དགོས་རེད་ལ་ནི་ཞུས་ཡ་ཡིན་སོང་ཙང། ད་ལན་ནི་སུ་རེད་རྣམ་རྒྱལ་ཨ་ལ་ལ་ཡེ་འདི་ལ། ངས། རྣམ་རྒྱལ་ཧ་ལ་ཡེ་ཟེར་དུང་རྣམ་རྒྱལ་ཧ་ལ་ཡེ་འདི་ལ་ཞུས་ཡོད་ད་ག་རང་ཡིན། མ་འོངས་པ་ནས་གནས་ཚུལ་དེ་འདྲའི་སྐོར་ལ་ཡ་མཆན་དེ་འདྲའི་སྐྱོན་ཡོན་དང་ལྷག་པར་དུ་སྤྱི་ཚོགས་ནང་ལ་རྣམ་པ་ཚོ་མ་ཁྲིད་ན་ཡག་པོ་ཡོད་རེད་བསམ་གྱི་འདུག་དེས་ཀྱི་ང་རང་ཚོ་བོད་མི་ས་ཡའི་ཁྲོད་རྡོག་རྩ་གཅིག་སྒྲིལ་ལ་གནོད་ཡས་མ་གཏོགས་ཅིག་ཕན་ཡས་རྩ་བ་ཉིད་ནས་ཡོད་མ་རེད་བསམ་གྱི་འདུག་སོང་ཙང་འདི་ཐོག་ལ་རྣམ་པ་ཚོ་ངེས་པར་དུ་ནི་ཐུགས་བསམ་བཞེས་རོགས་ན་ལ་ནི་ཞུས། ཨ་ནི། བདག་རང་རེད་བྱ་བདག་བརྒྱ་ཆ་ལྔ་ཟེར་གྱི་འདུག་སུ། བྲིས་བཞག་རོགས་ཨ་ངས་འདི་ཚོ་རྣམ་པ་ཚོ་ལ་ཡང་གཅིག། ཞུས་བཞག་ན་བསམས་སོ་ཡ། མཁྱེན་རྟོགས་ཡོང་ཡང་བྱེད་དུ་རོགས་ཨ། ཡིན་ན་ནི་ཡག་པོ་བྲིས་ངེས་ད་དཔེ་མང་པོ་འདུག་རོགས་ཨ་དཔེ་ན། ད་ང་ཚོ་ཡག་པོ་བྲིས་ངེས་གཅིག་ཟ་འདྲ་བོ་ད་གཉིས་ཁ། གླེང་བ་ཡིན་ན་དཔེ་ན། ཀུན་བཟང་ནང་མི་ལ་འཚམས་འདྲི་ཞུ་རྒྱུ་ཡིན་ས་ཧ་ལས་པ་དྲང་བདེན་ལ་རྒྱབ་སྐྱོར་གནང་བ་བཀའ་དྲིན་ཆེ་ས་ཉི་འབུམ་ཁོ་རང་ཡིན་ན་ཡང་ད་ཕྱིས་སུ་གུང་ཟས་ནས་འཁོར་མ་ཐག་མི་ངན་དེ་ཚོ་ཁྲིམས་སུ་བསྐྱལ་རྒྱུ་དེ་ཧ་ཅང་གལ་ཆེན་རེད་འདུག་ས་སླར་ཡང་བཀའ་དྲིན་ཆེ་ཞུ་རྒྱུ་ཡིན་ས་ད་འདི་ཁོ་རང་ཁོ་རང་གི་གདོང་པ་བཞག་ཤར་བ YouTube ལ་ཁོ་རང་གི་སྒྲོག་དྲག two eight six ལ་ཡོད་འདུག་ཁོ་རང་གི་ཁོ་རང་མཐུ་ཆེ་ན་ལ་ནི་ཞུ་ཡས་རེད་བ་ཉེས་ཀྱི་འདུག་བརྙན་ཐུང་བཟོས་བྱས་ནས་ནི་ཁྱེད་རང་དེ་ལ་ཡ་བརྙན་ཐུང་བཟིས་བྱས་ནས་ནི་དེ་ལ་ཡ་ཅིག་འཚོ་བ་དྲག་པོ་ཅིག་སྐྱེལ་བྱས་ནས་ནི་ཉི་འབུམ་ལ་དྲང་བདེན་དགོས་རྒྱུ་དེ་ཁྱེད་རང་གི་མཐོང་བྱས་ནས་ནི་སོ་སོ་ངོས་ནས་བསམ་ཚག་དེ་བཞག་བ་དེ་ལ་སྙིང་ཐག་པ་མཐུ་ཆེ་ལ་ནི་ཞུ་ཡས་ཡིན་ལ་སོ་ཨེ་ནི་ད་ག་རང་ཡིན་མང་བྱས་ད། ཨེ་འདྲས་འདྲ་བོ་ཅི་རེད་བྱས་ད་ལེ་རྒྱ་ཅག་ངྷ་སི་འདུག་ད་ང་ལ་ཅིག་གི། མཆན་ཐོག་ནས་ཅིག་འདོད་ལོ་མ་གང་ཡོད་ངས་དེ་འདྲས་ཨ་འདི་ངའི་རྣམ་པ་ཚོ་ལ་ཅིག་ཞུས་བྱས་ན་བསམས་སོ། ཨནི་རྒྱ་ཅག་དགུ་བཅུ་ལྷག་ཚང་མས་ཀྱི་ནི་དངོས་གནས་ཅིག་གི་ད་ལེན་བསྟན་འཛིན་ཉི་འབུམ་ལ་ཨནི་ཅིག་རྒྱབ་སྐྱོར་མཚོན་བྱེད་ཀྱི་རྣམ་པ་མ་གཏོགས་གཞན། ཚང་མས་ཀྱི་ཁ་གཅིག་སྒྲིལ་འདྲ་བོ་རེད་བྱས་ལ་ནི་ཞུས་ཡས་ཡིན། ད་མཐའ་དོན་ལ་ང་ད་ག་རང་ཞུས་ཡས་ཡིན། རྣམ་པ་ཚོ་ཨནི་ཅིག་ས་གནས་ག་བ་ལ་བཞུགས་ཡོད་བ་ཡིན་ན་ར་བ་ཡུལ་ལུང་ག་བ་ལ་བཞུགས་ཡོད་བ་ཡིན་ན་ད་གལ་ཆེ་ཤོས་དེ་ད་ནང། ད་ལན་ནི་ལོ་གསར་བ་དེ་ལ་ང་རང་ཚོ་ལ་དངོས་གནས་ཅིག་བཀྲ་མ་ཤིས་པའི་གི་ད། རྟེན་འབྲེལ་མང་པོ་ཅིག་བྱུང་རེད་བ། དཔེར་ན་ད་ཅིག་བོད་ལ་ཡ་ས་སྙོམས་གི་གུ་ཆག་བྱུང་ཡས་དང། ཨ་ནི་དེ་མ་ཡིན་པའི་ད་ད་ཕྱིའི་ཨ་རིའི་རྒྱལ་ཁབ་ལ་ཡ་ད་ད། ད་བྱུང་བ་ཞིག་ན་ནས། ད་ད། མེ་ཡི་རྐྱེན་བྱས་ནས་ཨ་ནི་བད་ཀའི། ལུང་པ་གང་ཚ་ད་མེ་ཡི་ཚིག་འགྲོ་ཡས་ད། བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ཡ་ནི་ཅིག་གི་མི་སྣ་གྲགས་ཅན། བོད་རྩ་དོན་དོན་དག་ལ་དངོས་གནས་གསུམ་ཅིག་གི། རྐང་འགེང་འཁུར་ངེས་གང་ཟག་དེ་འདྲས་ནི་ཅིག་ང་རང་ཚོ་ད་ལྟ། སྐུ་ཡི་གཅེན་པོ། བཀའ་ཟུར། རྒྱ་ལོ་དོན་གྲུབ་ལགས་འདུག་ཤག་བའི་གནས་ཚུལ་ཆ་ད་དེ་འདྲས། དཔེ་མང་པོ་བྱུང་འོས་རེད་ཨན། དེ་དེ་ཐོག་ལ་དངོས་གནས་གསུང་སོ་སོ་ངོས་ནས་སེམས་འགུལ་ད་ཧ་ལམ་ཕལ་ཆེར་ང་རང་ཚོ་བོད་མི་ཡོད་དོ་ཅོག་གིས་ཁྱི་གི་འོ་རེད་ཡིན་ན་ཡང་ལྷག་པར་དུ་ད་གལ་ཆེ་ཤོས་ཅིག་ང་རང་ཚོ་ངོས་ནས་བྱེད་དགོས་ཡས་གར་དུ་ལ་བ་ཡིན་ན་བོད་མི་ཚང་མ་ང་རང་ཚོ། ནང་ཁུག་ལས་ཅིག་རྫོགས་རྩ་གཅིག་སྒྲིལ་གནང་རོགས་གནང་ལ་ནི་ཞུ་ཡས་ཡིན་ཨ་ནི་ལྷག་པར་དུ་ཅིག་མཆོད་འབུལ་སྨོན་ལམ་ཡིན་ན་རེ་ཨ་ནི་ཅིག་སྤྱི་དཔལ་གྱི་བསོད་ནམས་བསགས་ཡས་ཡིན་ན་རེ་འདི་ཚོ་ཐོག་ལ་རྣམ་པ་ཚོ་ངོས་ནས་ནི་ཅིག་ས་གནས་ག་བ་ལ་བཞུགས་ཡོད་པ་ཡིན་ན་ཚོགས་ཆུང་ག་འདྲའི་ཅིག་ཡིན་པ་ཡིན་ན་ཡིན་རྣམ་པ་ཚོ་ངོས་ནས་ཅིག་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བསགས་ཡས་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ཚོགས་ཡག་པོ་བསགས་པ་ཡིན་ན་ཨ་ནི་བོད་མིའི་ང་རང་ཚོ། གཅིག་གཅིག་ལ་ཡང་དམ་ཚིག་ཡག་པོ་ཡོང་གི་རེད་ཨ་ནི་དམ་ཚིག་ཡག་པོ་ཡོང་བ་ཡིན་ན་ཨ་ནི་ང་རང་ཚོ་གི་ལས་དོན་ག་རེ་བྱས་པ་ཡིན་ན་ཨ་ནི་གཅིག་འདི་ཚགས་ཚུགས་པོ་སྒྲུབ་ཡས་དང་ཨ་ནི་གཅིག་གི་དེ་ལ་བར་ཆད་མ་ཡོང་ཡས་དང་ང་རང་ཚོ་གི་ད་མངོན་འདོད་དམིགས་ཡུལ་ང་རང་ཚོ་བོད་ཀྱི་བདེན་མཐའ་དེ་ཨ་ནི་གཅིག་མྱུར་ནས་མྱུར་དུ་གསལ་ཡས་ཀྱི་ཨ་ནི་གཅིག་ཐབས་ལམ་བཟང་པོ་གཅིག་ཏན་ཏན་ཨ་ནི་ཡོང་གི་རེད་བསམ་གི་འདུག་ད་ད་ག་རང་ཡིན་ཨ་ནི་མང་པོ་ཞུས་མོ་གོ་བ་བྱས་ར་མཐའ་དོན་ཨ་ནི། རྒྱལ་བ་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་ཨ་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ཨ་ད་རིང་གི་བརྙན་ཐུང་ནི་ང་ད་ག་རང་འཚམས་བཞག་ཨ་ཡིན་ཨ་བརྙན་ཐུང་རྗེས་མ་ད་མཇལ་ཡོང་ཐུ་ཆེ་ན།